ས་གནས་འདི་ནས་ཡང་ཡོད་གི་དྲན་པ་ཡང་ད་འདི་གཟིར་ས་ནས་ཡོད་ཧྲང་ཧའེ་འདྲ་འདྲ་དེ་ནས་ཝུ་ཧན་འདྲ་འདྲ་དེ་ནས་ཧྥང་ཀྲུའུ་འདྲ་ད་དེ་མོ་ཕྱོགས་མང་བོ་གི་ཡོད་གི་ལེ་སི་ལེ་སི།
ད་ནི་ཁོ་ཚོ་གི་རི་མོ་བྲི་ཏོ་ཅི་ན་འདྲ་རེད། རི་མོ་བྲི་རྒྱུ་ཁེར་ཆེ་དགའ་ཕྱོགས་འདྲ་ཡ་མཚན་ཡོད་གི། ལེ་སི་ལེ་སི། དེ་གི་ངས་ཁྱེད་ཀྱི་ཕྱིར་གི་ཆིག་ཐེར་གོ་ནི་རེད་གོ།

ད་ཐང་ཁ་ཁུར་གི་དངུལ་སྦྱོང་གྲ་ཟི་ན་ཆོག་གོ་དོན་ཁྲག་སྙི་ཡར་མར་དེ་ཆ་འབོད་ན་ཁུར་གུང་ཆག་གི་ད་ཤི་ཐང་ཁ་སློབ་གྲ་ཟི་གི་ནང་ཆི་མི་སྦྱོང་ན་དེའི་གོ་རིམ་ལྟར་ཁྲི་ཁོ་ས་ཟི་གི་དེ་མི་བཟོ་ནི་རེད་དེ་མ་ཡིན་པའི་འདི་ཆ་འབོད་ན་ཤི་ད་དེ་ཚོ་ཐུང་ཐུང་ཟི་གི་ནང་མྱོང་རོ་ལས་གོ་ནི་རེད་དེ་ཆ་འབོད་ན་ད་རྔ་པེ་ཅིན་ཡིན་ན་ཆོག་གི་ཁྲི་འདུ་ཡིན་ན་ཆོག་གི་ཧྲང་ཧེ་ཏི་ལ་སོག་པ་ང་ཆ་གི་ཐང་པོ་མང་ཟི་དེའི་ཞང་ཀིར་དུ་སྤེལ་ཟི། ལེ་སེ་ལེ་སེ།
ཐུགས་རྗེ་ཆེ་དགེ། ད་ནི་ཁྱོད་རུ་མ་མཐའ་ནས་ཁོ་ཚོ་སློབ་གྲྭ་གཟིགས་ཤོག་ཨ། ལེ་སེ་ཐུགས་རྗེ་ཆེ། རེ་དྲུག་པོ་ནང་པ་ད་ཁོ་ཚོ་གི་ཟེར་རྒྱུ་ཡིན་ན་ཁོ་ཚོས་གི་འདི་ལྟ་བུའི་གི་ཉོ་རོ་ཡིན་ན་འབྲི་གཞུང་གི་སློབ་ཕྲུག་མང་པོ་ཅིག་གསོ་སྦྱོང་འཛིན་གྲྭ་མང་པོ་ཞིག་ད་རྒྱ་ནང་གི་ས་ཆ་མང་པོ་ཅིག་གྲོང་ཁྱེར་མང་པོ་ཅིག་ལ་སྤེལ་ཉོས་ཡོད་རེད་ཟེར། རེད་ད་ཐུན་མོང་གི་དགའ་ཤོས་གི་ད་ནི་གྲོང་ཁྱེར་མང་པོ་གི་ཐང་ཀ་འབྲི་རྒྱུ་ལ་དགའ་མཁན་ཚོ་འདི་ན་འདུས་ནས་སློབ་སྦྱོང་བྱས་དང་བྱེད་བཞིན་པ་རེད། ཅི་ཡིན། གནས་གཞིའི་ས་ཁམས་ཞིང་ཆེན་དང།